ཕན་ཡོད་ཅིག་ཐོག་སོང་ན་རྣམ་པ་ཚོ་ལ་ཡིན་གཅིག་མིན་གཅིག་དེ་སྤྲུལ་སྐུ་རྫུན་ཚོ་ལ་ཤེར་བྱེད་རོགས་ཅིག་དེ་མཐའ་མ་ཅིག་བྱོས་རོགས་དེ་འདྲས་དེ་མཐའ་མ་དེ་ཁོ་རྒྱག་ངེས་དེ་མཐའ་མ་དེ་ཨཱ་ནི་སྤྱིན་ཟླ་དགུ་པའི་གི་ཚེས་ཉི་ཤུ་པ་དེའོ་རེད་སྤྱིན་ཟླ་དགུ་པའི་གི་ཚེས་ཉི་ཤུ་པ་དེའོ་རེད་ཨཱ་ནི་དེ་ཚང་མ་བིདྷོ་དེ་སྙིང་སྡུག་དེ་གྱུར་ནས་ཕག་ཚོ་ཕན་ཅིག་ཐོག་སོང་ན་ཨཱ་ནི་ཕག་ཚོ་ཡིན་གཅིག་མིན་གཅིག་ཅིག་ཤེར་བྱེད་རོགས་ཅིག་ད་ལྟ་དེ་དུས་ཚོད་ཞེ་དྲག་མི་འདུག་ད་རིང་དེ་ཏཱ་རི་ག་ཚོད་རེད་ལབ་ན་ད་རིང་ཏཱ་རི་བཅུ་གཉིས་རེད་འདུག་ད་ཉི་མ་རྒས་སུ་པ་ར་དོ། ཨ་འདི་པ་ར་ལ། ནི་ག་འདྲའི་ག་འདྲའི་ཆུ་གོས་མེ་འདི་ཅིག་ངས་འབྲེལ་བཤད་ཞིག་རྒྱག་གོ་ར་འདི་གསེར་ཁྲི་བྷེ་ཁ་ཏའི་ཁོར་ཡུག་སྲུང་སྐྱོབ་ཀྱི་ཆེད་དུ་ལ། ད་ལྟ་གི་འདི་གི་མིང་འདི་ལ་ག་ལ་གོ་ལ་ན་ཨེག་པེད་མ་ཁེ་ནམ་ཀྲུའུ་པོན་ཨུ། ཨ་འདི་སོ་སོ་ཨེག་པེད་ལ་ན་ཧ་གོ་ར་ཤིང་རྡོ་ཅིག་སོ་སོའི་གི་ཨ་མེག་གི་དྲན་རྟེན་བྱེད་དོ་འདི་ཡིན་ལ་བར་ད་ཁོར་ཡུག་སྲུང་སྐྱོབ་བྱེད་དུ་ཨ་བྱེད་སྟངས་ཀྱི་རྣམ་པ་སོ་སོ་གན་རྒྱལ་བ་འདི་སློབ་གྲྭ་འདི་ག་ཚོད་མང་པོ་བྱེད་ད་ལྟ་འདི་པར་འདི་ག་འདྲའི་ཞིག་རྒྱག་འོས་མེད་དང་པོ་ཉིད་ལ་སོ་སོ་འདི་འཕོངས་འདི་མ་བསྐྱངས་ངས་ནི་འཕོངས་སོ་འདི་མ་བསྐྱངས་ངས་ནི་སོ་སོའི་ངོས་ནས་སོ་སོ་ངས་ནི་པར་གཅིག་བརྒྱ་བོར་སོ་སོ་དང་པོ་ནི་པར་འདི་དེ་གཅིག་དཔེ་ལྟ་ན་དང་པར་འདི་ནི་ཨེ་འདྲའི་འདྲ་བོ་སྦྱོར་ཏེ་སོ་སོ་སོ་སོ་ཕ་མ་མཉམ་དུ་བསྐྱལ་བར་ཨ་མ་ལ་མཉམ་དུ་དེ་འདྲའི་ཤིང་ཏོག་བཏབ་སྟེ་རྒྱུ། ཨེ་ནི་གལ་སྲིད་སོ་སོ་ཕ་མ་མེད་ན། གལ་སྲིད་སོ་སོ་ཕ་མ་ཐག་རིང་པོ་ཨེ་འདྲའི་ཡོད་ན་ཨེ་ནི་སོ་སོ་གཅིག་པོ་གཅིག་བཏབ་ན་འདྲའི་བོར། ཡང་ན་སོ་སོ་ཀྱི་དགེ་ཡིན་སྙམ་དུ་བཏབ་ན་འགྱུར་ཏེ། དམིགས་བསལ་གྱི་འཛིན་གྲྭ་བཅུ་གཉིས་འདི་ཚེ་ད་ལོ་ཐོན་ནས་ནི་ཀོ་ལེ་ཞི་ལ་འཛུལ་ཞུགས་བྱས་ཏེ་འདི་ལ་དཔེ་ཕན་ཐོགས་པར་སྤྱི་བཏང་གི་བ་ཡོ་དྲ་ཏྲ་ལ་སོ་སོ་ཀྱི་རིས་འཛུམ་ལེགས་རོལ་བ་ལས་ཀ་བྱེད་པའི་སྐབས་སུ་དག་འདི་གའི་ཚང་མ་ལ་ཨེར་བྱས་ཀྱི་ཕན་ཞུགས་ཐོབ་བོར་ཏེ། པར་འདི་ཨབ་ལོར་བྱས་བོར་སོ་སོ་པར་འདི་མ་ཐག་སོ་སོ་པ་གཅིག

པཱ་ལགས་ཀྱི་མིང་ཆད། དེ་ད་ཧ་གོ་རོགས་འཛིན་གྲྭ་ག་ཚོད་ཡོད་མེད་སོ་སོ་སོ་འཛིན་གྲྭ་བརྒྱད་དེ་ད་འཛིན་གྲྭ་བཅུ་གཉིས་ཆད་ཨེ་ནི་ལོ་ག་ཚོད་ཡོད་མེད་ལོ་དེ་ལོ་གསར་ཟེར་བ་ལོ་དེ་ལོ་ན་ནི་བུ་ཡིན་བུ་མོ་ཡིན་ད་ད་སིམ་པལ་ཤོད་རེད་བུ་མོ་རོགས་ཨེ་ནི་སློབ་གྲྭ་གི་འདི་ཡིན་གྱི་མིན་གྱི་སྐོར་ཟེར་ཡུ་དཱའི་སི་ནམ་པར་སློབ་གྲྭ་ནང་ད་ད་དུས་ཚོད་དང་ཨེ་ནི་སོ་སོ་སློབ་གྲྭ་ལ་ངོས་ནས་ཨེ་ནི་ཁ་པར་བཏང་ནས་ཨེ་ནི་སོ་སོ་སློབ་གྲྭ་ལ་ཡུ་དཱའི་སི་ཨང་བྱོས་རོགས་སློབ་གྲྭ་གི་འོ་དེ་བྱས་ནས་ཨེ་ནི

དགའ་རོགས་གལ་ཆེན་པོ་ཞི་བོ་ཅོ་རས་འཛིན་གྲྭ་བཅུ་གཉིས་ཀྱི་དམིགས་བསལ་གྱི་ཨ་ནེ་སློབ་གྲྭ་དང་དེ་གའི་དངོས་གནས་ངའི་ལག་བར་ན་ཞིག་སློབ་གྲྭ་དང་མཐོ་སློབ་བརྩི་བའི་སྐབས་སོགས་ལ་ལས་ཀ་འཛུལ་ཞུགས་ལ་གལ་སྲིད་དུས་གཅིག་ཡོད་ན་ཨ་ནེ extra point འགྲོ་གི་ར་ཨ་ནེ་སོ་སོ་ལ་ལས་ཀ་རག་ཡ་ཡིན་ན་རེད་ཀོ་ལེ་ཞེ་ཡག་པོ་འཛུལ་ཞུགས་བྱེད་ཀྱི་ཡིན་ན་རེད་དེ་གའི་ཚང་མ་ལ་ཕན་ཐོགས་རེད་ལ་སོ་ཨ་ནེ་དེ་སྙིང་སྟོབས་དེ་གའི་ཕན་ཐོགས་སུ་བསམ་ན་ཨ་ནེ་རྣམ་པ་ཚོ་ལ་ཨ་ནེ་བྱུང་ན་ཤེར་གྱི་ཆེད་ཨ་ནེ་ཚང་མ་ཕ་མ་དེ་གའི་ཚང་མ་ལ། ལོ་སོ་སོའི་སློབ་ཕྲུག་ངོས་ནས་སོ་སོའི་གྲྭ་བློ་གསལ་མཁན་ཚ་རེད་དེ་ལ་སོ་སོ་ངོས་ནས་ཕ་མ་ངོས་ནས་ཅི་འབུད་རྒྱག་བཏང་ན་མ་ཤེས་དེ་རིགས་སང་སྤུ་གུ་འཛིན་ཚུལ་ཞི་རགས་བྱེད་ཀྱི་མི་འདུག་ཨ། ཕ་མ་དེ་གས་ཚང་མ་དོ་སྣང་གནང་རོགས་བྱས་སོ་སོའི་སློབ་ཕྲུག་ཡོད་རེད་བྱེད་སྟངས་ཀྱི་མ་སུ་རི་ཡོད་རེད་སློབ་གྲྭ། ཏི་སི་བི་ཡོད་རེད་དཔེ་སྟོན་སློབ་གྲྭ་ཡོད་རེད་ཨ་ནི་སི་ཨེ་སི་ཏི་ཡོད་རེད། ཕ་མ་དེ་གས་ཚང་མ་ཨ་ནི་ཡིན་གཅིག་མིན་གཅིག་སོ་སོ་གི་སློབ་ཕྲུག་ལ་ཨ་ནི་ཅི་འབུད་རྒྱག་བཏང་ན་ཨ་ནི།